ཐོབ་བྱ། རྣམ་མཁྱེན་རྒྱལ་བའི་གོ་འཕང། བྱང་ཆུབ་སེམས་ཉིད་དེ་འདྲའི་བྱེད་ཅིང་ཐོབ་བྱ་དམིགས་པ་བཟུང་ནས། དེ་ཐོབ་བྱེད་ཀྱི་ཕྱིར་དུ་ལམ་ལ་སློབ་ནས་བྱང་ཆུབ་སེམས་བསྐྱེད། བྱང་ཆུབ་སེམས་དེ་གིས་ཐོབ་བྱ་མཐར་ཐུག་པ་དེ་རྣམ་མཁྱེན་རྒྱལ་བའི་གོ་འཕང་སེམས་ཉིད་དེ་བྱང་ཆུབ་སེམས་ཉིད་དེ་དམིགས་པ་བཟུང་ནས་རོ། དེ་འདྲས་ཀྱི་བྱང་ཆུབ་ཐོབ།

ཡིན་བསམ་པའི་རོ། དེ་འདྲའི་ཅིག། རྒྱུ་མཚན་ཐོགས་ནས། ཨ་ནི་བྱང་ཆུབ་སེམས་བསྐྱེད། ཨ་ནི་སྦྱིན་པའི་ཕར་ཕྱིན་དྲུག་སློབས། ད་སྦྱིན་པའི་ཕར་ཕྱིན་དྲུག་ལ་མ་བསླབས་ན། ཨ་ནི་ད་སྐྱོན་ག་རེ་ཡོད་ཟེར་ན་བྱང་ཆུབ་སེམས་རྒྱུད་ལ་སྐྱེ་བ་ཙམ་གྱིས་རྩ་བའི་གི་མི་དག་ཚེ་འདི་ལ་བདེ་སྐྱིད་དང་སེམས་སྐྱིད་བོ་དེ་ཡོང་སྲིད་ཀྱི་རེད། ཡིན་ནས་ཀྱི་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཡང་ཁག་པོ་རེད་སོ། དེ་འདྲའི་ཡིན་བ་ཡིན་ཙང་ནི་སྦྱིན་པའི་ཕར་ཕྱིན་དྲུག་ལ་དང་སློབ་དགོས་རེད། དེ་འདྲའི་ཡིན་ཙང་ད་སྦྱིན་པ་ཚར་བར་བྱེད། ད་འདི་ནས་ཀྱི་ཚུལ་ཁྲིམས་ད་ཚུལ་ཁྲིམས་ཏེ་ལྷག་ཡོད། ཨ་ནི་ཚུལ་ཁྲིམས་ནི་བཟོད་པ་ཉིད་ད་དེ་འདྲའི་དེ་རིང་འདུག། འགྲོ་ཡས་བྱེད། འོ་དེ་དགོངས་པ་བཞིན་རོ་ན་ཟེར་བ། སྦྱིན་པའི་ཕར་ཕྱིན། རྩ་ཡལ་གའི་ཕར་ཕྱིན་བཅུ་དང་ཕར་ཕྱིན་དྲུག་ལ་སོགས་པས། དེ་འདྲའི་ལ་རྣམ་བཞག་གསུངས་པར་ཡིན་ནས་ཕར་ཕྱིན་དྲུག་དང་སྐབས་སུ་བབ་པ་ཡིན་ན། ཕར་ཕྱིན་དྲུག་པོ་དེ་ང་རང་ཚོ་གིས་ད་ཅིག་ཉམས་སུ་ལེན་ཏེ་དཔེ་མི་སྲིད་ད་གལ་ཆེན་པོ་རེད་སོ། སངས་རྒྱས་གོ་འཕང་ཐོབ་པ་ལ་ཨ་ནི་ཕར་ཕྱིན་དྲུག་གི་ནང་ནས་ཕར་ཕྱིན་གཅིག་ཙམ་གྱི་ཉམས་ལེན་ཅིག་ཉམས་ལེན་མ་བྱས་ན་ཡང་ཨ་ནེ་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཏུ་ཤིན་ཏུ་ཁག་པོ་རེད་སོ། ཕར་ཕྱིན་དྲུག་རིམ་པས་ཕྱིན་ནས་སངས་རྒྱས་བཅོམ་ལྡན་འདས་དང་ཟློས་བའི་སྐབས་སུ་མི་དང་པོ་སྦྱིན་པའི་གཏམ་མཛད་ཨ་ནེ་ཚུལ་ཁྲིམས་བྱས་ཨ་ནེ་བཟོད་པ་བྱེད་དུ་སུ་མ་ཐོན་པས་སྲུང་དགོས་ཡས་བརྟེན་སངས་རྒྱས་བཅོམ་ལྡན་འདས་ཀྱིས་མི་གདུལ་བྱ་གི་ཁམས་དང་མོས་པ་དེ་འདྲའི་ལ་བརྟེན་ནས་མ་དགོངས་པ་བཞེས་ནས་ལས་དང་པོ་བ་ལ་དེ་འདྲའི་སློབ་ཚུལ་དུ་གསུངས་པ་རེད་སོ། ཨ་ལས་རྣམ་རྒྱལ་རྒྱལ་བའི་གོ་འཕང་ཟིན་མཁན་དུ་ཨ་ལས་གནས་སྐབས་པ་མགོན་པོ་མ་ཤེས་ན་ཡང་ཨ་ན་ང་རང་ཚོ་ཚེ་འདི་ལ་ཚེ་འདི་ལ་ཅིག་ལུས་ལོངས་སྤྱོད་རྒྱས་གསོ་བྱེད་པ་དངོས་གནས་དྲན་པའི་ཅིག་ཚེ་འདི་ལ་གཅིག་དབུལ་ཕོངས་ཀྱི་དཀའ་ཉེན། ས་ཡག་ཐོན་ཡག་དང་གནས་གང། ལོངས་སྤྱོད་བདེ་ས་དེ་འདྲའི་དཀའ་ཉེན་མེད་པར་འདུག་མཚོ་ཡང་དང། སྐྱེ་བ་སྔ་མ་གི་སྦྱིན་པ་སྟོབས་ཀྱི་འབྲས་བུ་ཡིན་པ་སྟེ། སངས་རྒྱས་བཅོམ་ལྡན་འདས་ཀྱིས་ལུང་ན་གསུངས་ཡོད་རེད་ང་རང་ཚོ་རིག་པས་སྒྲུབ་ཐུབ་པོ་རེད་ཟེར་བ།

ད་འཛམ་བུ་གླིང་འདི་ནང་ལ་མི་དུང་ཕྱུར་བདུན་ཅུ་ལྷག་ཙམ་ཡོད་རེད། ཚང་མས་ཀྱི་ད་དཔལ་འབྱོར་རེད་ཤེས་ཡོན་རེད་སོ་སོ་གཤིས་ཀ་རེད། སེམས་བཟང་ལོས་ཀྱི་ཁྱབ་པོ་ཁོད་མྱོང་གི་མི་འདུག་ཨ་ཟེར་བ། ཚང་མ་ཀྱི་ཁ་ཤས་མཐོ་བ་དམའ་བ་དེ་ལ་ཡོང་འདུག་བ་ལ། ཨ་ལེ། ཁྱིམ་ཚང་གཅིག་གི་ནང་ལ་ཡང། ཁྱིམ་ཚང་གཅིག་གི་ནང་ལ། ཕ་མ་གཅིག་པ་གི་བུ་ཕྲུག། མདུན་བསྐྱོད་ཅིག་ཡོང་བ་ཡིན་ན། ག་ལེར་ག་ལེར་ཁོ་རང་ཚོ་བག་ཁ་བེད་ནས་ཨ་ནེ་ཁ་ཤས་ལ་ཅིག། འཚོ་ཡོད་དོ་ལས་དཀའ་ཉེན་མེད་པ། དངོས་གནས་དྲ་འདྲེ་ཅིག། སྤྱི་ཚོགས་ནང་ལ་མི་འགྲིག་འགྲོ་དེ་ངན། ཁ་ཤས་ལ་ཡང། མགོ་སྟོད་ལབ་རྒྱུ་དཔེ་འཇོག་ཡག་པོ་ནི་ཕྱིས་སུ་ཡང་དཔེ་འཇོག་དེ་ནས་དཀའ་ཉེན་མང་པོ་ཞིག་འཕྲིན་འགྲོ་དེ་དངོས་ཡོད་ནི་ཐུང་དུ་བ་སོ། ད་འདུ་ཚོགས་གང་ག་ཨམ་ཅི་ལ་སྐད་དེ་དྲིས་ནས་ཧ་གོ་མ་རེད།

ད་ཚེ་འདས་པ་ཚ་ས་རེད་སོ། ད་མ་འོངས་པ་དེ་འདྲ་ཡོང་རྒྱུ་རེད་སོ། མ་འོངས་པ་ང་རང་ཡོང་རྒྱུ་རེད། ད་ད་འདི་ཆ་ལ་ང་རང་ཚོ་སྐབས་སུ་བབས་པ་ག་རེ་ཟེར་ན། ཚེ་འདི་ཕྱི་གཉིས་ཀྱི་ནང་ནས་སྐྱེ་བ་ཕྱི་མ་འདི་གལ་ཆེ་བྱས་ནས་ད་སྦྱིན་པའི་ཕུར་ཆེན་དྲུག་གི་ཉམས་ལེན་སྦྱིན་པ་བཏང་བ། ཚུལ་ཁྲིམས་བསྲུང་བ། བཟོད་པ་བསྒོམ་དགོས་ཏེ་ད་ད་ང་ཚོ་ད་ད་ད་ལྟའི་སྐབས་སུ་ཚེ་འདི་ད་ལྟའི་སྐབས་སུ་ང་རང་ཚོ་ད། གལ་ཆེན་མོ་གཅིག་བརྩིས་ནས་འདི་ནི་འཁོར་ཆེན་དྲུག་གི་ཉམས་ལེན་བྱས་ཏེ་དེ་དཔེ་གལ་ཆེན་མོ་རེད་ཟོ། ད་དེ་འདྲས་ཡིན་ཙང་ཨ་ནི་ད་ཚུལ་ཁྲིམས་སུ་ཡིན་འདུག་ཨ། ཚུལ་ཁྲིམས་སུ་ཡིན་ཏེ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ཚུལ་ཁྲིམས་ཀྱི་མདོ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་བཀའ་འགྱུར་ད་པུ་སྟི་བརྒྱ་ལྷག་ནས་ཀྱི་ད་མང་པོ་ཅིག་པུ་སྟི་མང་པོ་ཅིག་ད་འདུལ་བའི་སྐོར་ཚུལ་ཁྲིམས་སྐོར་ཚུལ་ཁྲིམས་སྲིད་ཉིན་དེ་དག་གཙོ་བོ་ང་རང་ཚོ་ནམ་རྒྱུན་རྩ་བའི་གི་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་སྲིད་ཉིན་དེ་དག་སྤྱི་ཡོངས་ནས་རེད་སོ། ཨ་ནི་ནང་གསེས་གི་དག་ཅིག་དགེ་སློང་དགེ་ཚུལ་དེ་ནས་གི་ཨ་ནི་བྱང་ཆུབ་སེམས་དཔའི་སྡོམ་པ་སྲིད་ཉིན་དང་ཨ་ནི་གསང་སྔགས་ཀྱི་སྡོམ་པ་ཨ་ནི་དགེ་བསྙེན་སྡོམ་པ་དག་དེ་འདྲའི་ནང་གསེས་གི་མང་པོ་ཅིག་དག་དུ་ཚོགས་གང་ག་ཨ་ནི་ཚུལ་ཁྲིམས་རེད་སོ།

དགེ་བསྙེན་གྱི་སྡོམ་པ་ཡང་དག་ང་རང་ཚོ་ཀྱིས་གསང་སྔགས་ཀྱི་དབང་མང་པོ་ཞུ་དུས་གང་ལ་དག་མ་དགེ་བའི་དགེ་བསྙེན་སྡོམ་པ་དགེ་བསྙེན་སྡོམ་པ་ཡང་ང་རང་ཚོ་དག་ཅེས་ཞུ་དགོས་རེད་གསུངས། ཨ་ནི་བྱང་ཆུབ་སེམས་དཔའི་སྡོམ་པ་དེ་ཡང་དག་ང་རང་ཚོ་གསང་སྔགས་ཀྱི་དག་ཅེས་དབང་མང་པོ་ཞུ་དུས་གང་ལ་ངེས་པར་དུ་བྱང་ཆུབ་སེམས་དཔའི་སྡོམ་པ་དེ་ཞུ་དགོས་རེད་གསུངས། ཨ་ནི་སྔགས་སྡོམ་ནི་དག་སྔགས་བླ་མེད་ཀྱི་ཅེས

ད་ཅིག་བསླབ་པ་གཉིས་ཀྱི་ནང་ནས་ཀྱི་ད་གཙོ་བོ་འགྲོ་བ་སྟེ། གཞི་འགྲོ་བ་དེ་ཨ་ནི་ཚུལ་ཁྲིམས་བསླབ་པ་དེ་གསུངས་འདུག་ཨ། དེ་འདྲའི་ཡང་ཚུལ་ཁྲིམས་བསླབ་པ་དེ་དཔེ་མི་སྲིད་པས་ད་གསུང་དགོས་དེ་གལ་ཆེན་པོ་རེད་ཟེར་བ། ད་མི་དགེ་བཅུ་པོ་འགའི་ཚུལ་ཁྲིམས་ཟེར་མཁན་དེ། ཅེས།

ཨ་ནི་བྱང་ཆུབ་སེམས་དཔའི་ཐོག་མ་ཡ། སྡུམ་རྒྱུ་ཡོད་ཉེས་ནི་ཨ་ནི་མ་ཞུས། ཨ་ནི་ཕྱིས་སུ་ཐོབ་བསམ་ན་སོ་སོ། ཅིག། སྐུ་གསུང་ཐུགས་ཏེ་གཏན་དུ་ཡང་ཨ་ནི་ཁས་བླངས་ཆོག་གོ་རེ་ས་བྱང་ཆུབ་སེམས་དཔའི་སྡོམ་པ་སེམས་ཉིད་འདྲི་བ། ཨ་ད་གསང་སྔགས་ཀྱི་སྡོམ་པ་སེམས་ཉིད་དེ། ཨ་ནི་ཅིག། ལྷ་དང་བླ་མ་ངོ་བོ་དབྱེར་མེད་ཀྱི་དཀྱིལ་འཁོར་གྱི་ལྷ་བཅུའི་སྡུད་གནས་ཀྱིས་ཨ་ནི་བསྡུ་བྱེད་ཅིག་གསང་སྔགས་སྡོམ་པ།

སྡོམ་པ་དང་འགལ་བའི་དེ་འདྲའི་ཉེས་པ་འདི་འདྲའི་དང་སྡིག་པ་ཉེས་པ་འདི་འདྲའི་ཡོད་ན། ཨཱ་ནི་མཁན་སློབ། མཁན་པོ་དང་སློབ་དང་པོ་ཞུ་ས་དེ་མཁན་པོ་སློབ་ཡོན་ཞུ་བ་ཡིན་ཙང་ཨཱ་ནི་དེའི་མདུན་དུ་གསོ་སྦྱོང་ཚུར་ནས་ཕྱི་བཅོས་བྱེད་དགོས་ཤ་དགོས་ཡ་དང། བྱང་ཆུབ་སེམས་དཔས་ཀྱི། སྡོམ་པ་དང་འགལ་བའི་དང་སྡོམ་པའི་སྡོམ་པ་དང་འགལ་བའི་ཉེས་བྱས་དེ་འདྲའི་སྡིག་པ་འདི་འདྲའི་ཡོད་ན། ཨཱ་ནི་སངས་རྒྱས་དེ་བྱང་ཆུབ་སེམས་དཔའི། སྐུ་མདུན་ནས་བག་ཤ་དགོས་ཡ། གསང་སྔགས་ཀྱི་སྡོམ་པའི་ཨ་ནི་གཅིག། རྩ་ལྟུང་བཅུ་བཞི་དང་སྦོམ་པོ་བརྒྱད་ལ་སོགས་པའི་ཉེས་པ་དེ་འདྲའི་འགོད་པ་ཡོད་ན་ཨ་ནི་གཅིག། ལྷ་དང་བླ་མ་དབྱེར་མེད་ངོ་བོ་དབྱེར་མེད་ཀྱི་དཀྱིལ་འཁོར་ལྷ་བཙུན་བསྡུ་ན་བཤགས་དགོས་ཡ། དེ་འདྲའི་བཤགས་སྐོར་མ་དོ་ཅི། ཨ་ནི་གཅིག། སྡོམ་པ་ཐམས་ཅད་དང་གི་འགལ་བའི་ཉེས་བྱས་ཐམས་ཅད་ཕྱོགས་གཅིག་ལ་དེ་འདྲའི་བཤགས་ཡ་ཡོད་སྐད་ཆ་ཡོད་ཟེར་ན་དེ་འདྲའི་བཤགས་ཡ་སྐད་ཆ་མ་རེད་ཟེར་བ།

ཨ་ནི་མི་དགེ་བཅུ་པོ་ཚུལ་ཁྲིམས་དང་མི་དགེ་བ་བཅུ་དཔེར་ན་ལུས་ཀྱི་སྲོག་གཅོད་པ་མ་བྱིན་པ་ལེགས་པ་མི་བཟང་སྤྱོད་པ་གསུམ་བྱེད། ངག་གི་རྫུན་ཕྲ་མ་ཚིག་རྩུབ་བྱེད། ཨ་ནི་ང་རྒྱལ་བྱེད། ལུས་ངག་གི་རྡུལ་འདི་བྱེད། ཨ་ནི་ཡིད་ཀྱི་གསུམ་གནོད་སེམས་རྣག་སེམས་ལོག་ལྟའོ། དེ་འདྲས་དེ་ལ་དག་ཅིག་བག། སྤངས་སོང་ན།

དགེ་བ་ཆོས་སྡུད་དེ་ད་ཚུར་རྒྱུམ་སེ་མིང་བཏགས་བ་མ་གཏོགས་ཁོ་ལ་དམིགས་བསལ་གྱི་ད་ཁོ་རང་སྤང་བྱར་འགྲོ་བ་དེ་ག་འདྲས་ཡིན་ནམ། དགེ་བ་ཆོས་སྡུད་སེ་དུས་གང་ལ་ད། སྦྱིན་པའི་ཕར་ཕྱིན་དྲུག་ལ་སོགས་པའི་དགེ་བ་ཐམས་ཅད་ལ་དམིགས་ནས། དགེ་བ་ཐམས་ཅད་ལ་དམིགས་ནས་ཨ་ན་དེ་འདྲས་དེ། སོ་སོའི་རྒྱུད་ལ་མ་སྐྱེས་པ་སྐྱེ་བར་བྱེད་པ། ཨ་ནི་སྐྱེས་ཟིན་པ་མ་ཉམས་པར་བྱེད་པ།

དེ་ནས་དེའང་ཚུལ་ཁྲིམས་དེ་ལ་གཅིག་དང་རྩ་བའི་གི་ནང་གསེས་དང་མང་པོ་ཡོད་དར་སོ་ཡིན་ནས་གི་ང་ཚོ་གཞུང་ཆེན་མོ་རྣམས་དང་གཞུང་ཆེན་མོའི་ནང་ན་ཁ་ཤས་ན་ལ་ཨ་ནི་འཇིག་རྟེན་ལས་འདས་པའི་ཚུལ་ཁྲིམས་འཇིག་རྟེན་པའི་ཚུལ་ཁྲིམས། སྤྱི་དང་ནི་ཚུལ་ཁྲིམས་ཀྱི། ཚུལ་ཁྲིམས་ཀྱི་ཉམས་ལེན་དང་ཨ་ནི་ཚུལ་ཁྲིམས་ཕར་ཕྱིན་གྱི་ཉམས་ལེན་ཁྱབ་པར་བྱེད་པར་སོ། ངེད་རང་གི་རྒྱུད་ལ་ཚུལ་ཁྲིམས་ཀྱི་ཉམས་ལེན་ཡོད་རེད། ཚུལ་ཁྲིམས་ཕར་ཕྱིན་གྱི་ཉམས་ལེན་དེ་དག་ཡོད་མ་རེད་སོ།

ཚུལ་ཁྲིམས། ཚུལ་ཁྲིམས། འཇིག་རྟེན་ལས་འདས་པའི་ཚུལ་ཁྲིམས་ཟེར་དུས་གང་ལ། ས་མཐོ་ན་མ་རྡོ་རྗེ་འཕགས་པ་རེད་ན་མ་རྡོ་རྗེ་ཨ་ནི། འཇིག་རྟེན་འཇིག་རྟེན་ལས་འདས་པའི་ཚུལ་ཁྲིམས་ཟེར་ཉིན་དེ་འདྲ་མཐོ་ཡ་ཡོད་མ་རེད་སོ། དཔེར་ན། ས་དང་པོས་ས་དང་པོ་རབ་ཏུ་དགའ་བ་ས་དང་པོའི་སྐབས་སུ། ཨ་ནི་སྦྱིན་པའི་ཕར་ཇི་སྙེད་ཉམས་ལེན་ཆད་ལ་བ་ཐོབ་པ་ཡིན། དེ་འདྲའི་དབུ་མ་འཇུག་པའི་སྐབས་ཟེར་བ། དེ་ནས་ས་གཉིས་པ་དྲི་མ་མེད་པ་ཟེར་བ། གསར་རྙེད་པ་དྲི་མ་མེད་པའི་སྐབས་སུ་ཨ་ནི་ཚུལ་ཁྲིམས་ཀྱི་ཕར་ཕྱིན་ཉམས་ལེན་ཆེ་ལགས་པ་ཐོབ་པ་ཡིན། རྩ་བའི་དགེ་མིན། ཚུལ་ཁྲིམས་ཡོད་དུ་མི་སློབ་པ་ལམ་གྱི་གནས་སྐབས་སུ་ཡོད་རེད། ཡིན་ནས་སྐབས་སུ་ཙམ་ལ་ཐོབ་ཡ་དེ་ཨ་ནི་འཇིགས། ཚུལ་ཤེས་ཀྱི་དྲི་མས་མ་གོས་པ། དེ་འདྲའི་ཚུལ་ཁྲིམས་ཕར་ཕྱིན་ཉམས་ལེན་ཆེ་ལགས་པ་དེ་ཨ་ནི་གསར་རྙེད་པའི་སྐབས་སུ་ཐོབ་པ་ཡིན། ཨ་ནི་འཇིག་རྟེན་ལས་འདས་པའི་ཚུལ་ཁྲིམས།

བདག་ཉིད་པ་ཚུལ་ཁྲིམས་ཀྱི་བསླབ་ཚུལ་ནི། བདག་ཚུལ་ཁྲིམས་ཀྱི་ཕར་ཕྱིན་དང་བསླབ་ཚུལ་ཟེར་བ། ཚུལ་ཁྲིམས་ཕར་ཕྱིན་བསླབ་ཚུལ་ནི། སེམས་ཅན་རྣམས་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། བདག་བྱང་ཆུབ་སེམས། རྒྱུད་ལ་ཡོད་ཡོད་པར་བྱེད་སྐད་རྒྱས་པར་བྱེད་བདག་དེའི་སྟེང་ནས་ང་ནི་སྦྱིན་པའི་ཕར་ཕྱིན་བདག་སྦྱིན་སོགས་ཕར་ཕྱིན་ནི་སློབ་དགོས་སྐོར་བ་ཟེར་བ། འོ་ཡ། དེའི་ཕྱིར་དུ་དྲན་པ་དང་ཤེས་བཞིན་ཟེར། ངོ་ཚ་ཁྲེལ་ཡོད་ཀྱི་བསམ་པ་དེ་བྱེད་པར་མི་དགེ་བ་སོགས་ལ་ཅང་མི་བྱ་སྟེ། བདག་དངོས་གནས་བྱེད་ན། རྩ་བའི་གི་དྲན་པ་དང་ཤེས་བཞིན་སེམས་ཉིད་གཅིག། ང་རང་ཚོ་ཨ་ནི་གཅིག། ཚུལ་ཁྲིམས་སེལ་དུས་སུ་སེམས་བསྲུང་བ་རེད་ཟེར་བ། ལྷག་པར་བསྲུང་ཡ་དེ་ལ་ང་རང་ཚོ་ལུས་བསྲུང་བ་ངག་བསྲུང་བ་སེམས་བསྲུང་བ་ཟེར་བ། ད་མིའི་སྤྱི་ཚོགས་ནང་ལ་ང་ཚོ་མགོ་ལོག་རྩི་ཡ་མང་པོ་ཞིག་ག་རེ་རྩི་དགོས་ཟེར་ན་ཨ་ནི་ལུས་ངག་གཉིས་ཀྱིས། ལུས་ཀྱིས་ཨ་ནི་མི་ལ་ཕ་གཅེས།

བདག་འདི་ནས་ཀྱིས། མི་དགེ་བ་སྲོག་ལ་དོ་ཡི་བྱེད་མི་བྱ་ཞིང། དེ་ལྟར་ཉེས་སྤྱོད་འདོན་པའི་ཚུལ་ཁྲིམས་དེ་ལ་བརྟེན་ནས་ཕར་ཕྱིན་དྲུག་ལ་གོམས་པས་དེ་བྱས་ཤིང་བདག་འདི་ནས་ཀྱིས། གཅིག། ལུས་ངག་གི་བྱ་བ་ངན་པ། ཨ་ནི་གཅིག་སྡོམ་པ་དང་འགལ་བའི་ལྟ། སུ་ལ་ཁས་བླངས་པའི་དམ་ཚིག་དང་སྡོམ་པ་དང་འགལ་བའི་ཉེས་སྤྱོད་ནི་སྲོག་ལ་ཐུག་ན་བྱེད་ཀྱི་མེད། བདག་ཉེས་སྤྱོད་འདོན་པའི་ཚུལ་ཁྲིམས་ད་ལྟ་སུས་བསྲུངས་སེམས་པ་ཨ་ནི་ཕར་ཕྱིན་ལ་སོགས་པ་གོང་ནས་གོང་དུ་འཕེལ་ཡ་རེད། ཟེར་བ། བདག་མདོར་བསྡུས་ལྟར་བསྲུང་བྱ་ན་འདི་ལྟ། བདག་དེ་ཉིད་དེ་ནས་སེམས་ཅན་གྱི་དོན་ཁ་ན་མ་ཐོ་བསྒྲུབས་ཏེ་ཚུལ་ཁྲིམས་གསུམ་ལ་བསླབ་པར་བྱའོ། ད་ཙི་ད་ནམ་གྱི་ང་ཚོས་ཀྱི་སྡིག་པ་འདི་ལ། ཨ་ནི་ཁ་ན་མ་ཐོ་བ་དང་སྤྱད་པའི་ཁ་ན་མ་ཐོ་གཉིས་ཡོད་རོ་ཟེར་བ། ད་ད་ལྟ་སྐབས་འདིར་ང་རང་ཚོ་ཁ་ན་མ་ཐོ་ཚོ་སྡིག་པ་སྡིག་པའི་ཁ་ན་མ་ཐོ་བ། ཁོ་ན་མ་གཏོགས་མེད་པ་ས་དང་སྡིག་པ་འདི་སྤངས་པ། སྡིག་པ་འདི་མེད་པ་འདི་སྒྲུབ་པ་དེ་ཨ་ནི་ཚུལ་ཁྲིམས་གསུམ་ལ་བསླབ་པར་བྱ་ད་ཚུལ་ཁྲིམས་གསུམ་ད་དུ་གོང་ནས་ཞུས་ཟིན་པ་འདི་གསུམ་བྱས་ཨ་ནི་གཞན་རིན་པོ་ཆེས་ཀྱང། ཚུལ་ཁྲིམས་ངེས་བརྗོད་དྲི་མེད་འཕྲུལ་གྱི་ཆུ་ཉུང་མོ་ཚ་གདུང་སེལ་བའི་མདའ་ཡོད་འོད་ད་ཚུལ་ཁྲིམས་ཟེར་ཉིན་དེ། སོ་སོའི་རྒྱུད་ལ་རྣམ་པར་དག་པ་ཞིག་གསུང་བ་ཡིན་ན། ཨ་ནི་ཉེས་སྤྱོད་ཟེར་ཉིན་ད་ལུས་ངག་གི་ཉེས་སྤྱོད། ཨ་ནི་མི་དགེ་བ་ལ་སྡིག་པ་ལ་སོགས་པ་ཨ་ནི་འཕྲུལ་གཡག་གི་ཆུ་ནང་བཞིན་རེད་ཟེར་བ་གཅིག་བྱས། ཉུང་མོ་ཚ་གདུང་སེལ་བའི་མདའ་ཡོད་འོད།

བདག་འདི་ནི་སྐྱེ་དགུའི་དབུས་ན་ལྷུན་པོ་ལྟ་བུར་ཞེས་དག་པས་གསུངས། སྟོབས་ཀྱིས་སྡིག་པ་མེད་པར་འགྲོ་བ་ཀུན། དེ་ལྟར་ཤེས་ནས་ཡང་དག་བླངས་པའི་རིམ། དམ་པ་རྣམས་ཀྱིས་མི་གཞུག་བསྲུང་བར་མཛོད། ཟེར་བ་དག་ཚུལ་ཁྲིམས་སེམས་ཀྱི་རྣམ་པར་བརྟགས་པ་སྟོབས་བསྲུང་བ་ཡིན་ན། ཨ་ནི་སྐྱེ་དགུའི་དབུས་ན་ལྷུན་པོ་ལྟར་དག་པས་སྦྱར་བ་དེ་འདྲའི་ཉམས་དང་ལྡན་པ་གཟི་བརྗིད་ལྡན་པ་ཡོང་གི་རེད།

བྱང་ཆུབ་སེམས་དཔའི་གྱི་བདག་སྡོམ་པའི་གྱི་མི་སྟོན་ཕྱོགས་ཡོད་རེད། འདུ་ཚོགས་གང་ག་ཆེ་ཚུལ་དྲིན་གྱི་མི་སྟོན་ཆེ་ཚུལ་ཟེར་གྱི་འདི་རེད། ཨ་ནི་སྔགས་ཀྱི་སྡོམ་པའི་མི་སྟོན་ཕྱོགས། འདུ་ཚོགས་གང་ག་བདག་ཆེ་ཚུལ། ཨ་ནི་མི་དགེ། བདག་དགེ་བ་བཅུ་གྱི་མི་སྟོན་ཕྱོགས། ཨ་ནི་མི་དགེ་བ་བཅུ། འདུ་ཚོགས་གང་ག་བདག་ཚུལ་དྲིན་གྱི་མི་སྟོན་ཕྱོགས། ཐ་ན་མི་སྟོན་ཕྱོགས་བ་ངོ་བོས་ཟིན་པའི་ཐོག་ནས་སོ་སོར་ཚུལ་དྲིན་ཉམས་སུ་ལེན་ཡ། ཐ་ན་ང་རང་ཚོའི་རྒྱུད་ཀྱི་དགེ་བ་སྣ་གཅིག་ཡིན་ན་ཡང་དག་འདུ་ཚོགས་གང་ག་ཚུལ་དྲིན་རེད་ཟེར་བ། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཡིན་ནའི་འདྲ་བྱང་ཆུབ་སེམས་དཔའི་སྡོམ་པའི་ཚུལ་ཁྲིམས་དག་འདི་ཚོ་ཁུངས་སོ། སོ་སོའི་ཉམས་ལེན་ག་རེ་གནང་ན་ཡང་ཚུལ་ཁྲིམས་ཆགས་དགོས་རེད་ཟེར་བ།
དག་དེ་ནས་བཟོད་པའི་ཕར་ཕྱིན་ཉམས་ལེན་གསུམ་པ་ཕར་ཕྱིན་གསུམ་པ་བཟོད་པའི་རོ། དག་བཟོད་པའི་ཕར་ཕྱིན་གཉིས། ཕར་ཕྱིན་ཤེས་པ་ལ། ཨ་ནི་བཟོད་པའི་ངོ་བོ་ཆེ། ཨ་ནི་བཟོད་པའི་མི་མཐུན་ཕྱོགས། ཨ་ནི་བཟོད་པའི་དབྱེ་བ་དེ་ལ། རང་ལ་གནོད་ལན་བྱེད་མི་ནུས་པའི་བཟོད་པ། ཨ་ནི་སྡུག་བསྔལ་དང་ལྷན་གྱི་བཟོད་པ། ཆོས་ལ་ངེས་ཤེས་ཀྱི་བཟོད་པ། བཟོད་པ་འདི་ལ་དག། གསུམ་ཕྱིར་བ། དག་བཟོད་པའི་ངོ་བོ་ཟིན་ག་རེ་ཟིན་ན། རང་ལ་མི་གཅིག་གི་དག་གནོད་པ་སྐྱེ་གི་ཡོད་ན། ཨ་ནི་ཇི་མི་སྙེད་པའི་བཟོད་པ། བཟོད་པ་བསྒོམ་ཡ། ཨ་འུ་ཐ་ཏི། གནོད་ལན་གནོད་པས་བྱས་ན་རང་ལ་གནོད་ཡོད་འདི་ག་ལ་ཕ་གནོད་ལན་བྱས་བ་ཡིན་ན། ད་དེ་མི་བཟོད་པ་རེད་ཟེར་བ། མི་བཟོད་པ་རེད། སྣོད་གླིང་གི་རང་ལ་སྣོད་ཡོད་དུས་གང་ལ་དངོས་གནས་དྲ་ནས་བཟོད་པ་བསྒོམས་ནས། ཨ་འོ་ད་ལྟའི་དངོས་གནས་དྲ་ནས་ཁག་མེད། ཁོ་ཁག་མེད་ཁོ་ཁོང་ར་ས་དེ་ང་ལ་དེ་འདྲའི་ཅིག་ལ་ཅིག་སྐྱོན་རྒྱག་ཡ་གལ་མི་འདུག་བསམ་ནས་བཟོད་པ་བསྒོམ་པ་ཡིན། ཨ་ནི་ཀྱེ། སྣོད་གླིང་གནོད་པའི་བྱེད་མི་བརྩོན་པའི་བཟོད་པ། ད་བཟོད་པའི་ངོ་བོ་དེ་འདྲ་ཅིག་རེད་བཟོ།

དཔེར་ན་མི་གཉིས་འགྲོ་བཞིན་ཡིན་ན་གཅིག་གིས་ཨ་ནི་གཅིག་གཅིག་གིས་གཅིག་ལ་བཟོད་པ་མ་སྒོམ་བྱས། དཔེར་ན་བཟའ་ཐང་ཕུལ་རྒྱུ་ག་རེ་ཡིན་ནས། ནི། བཟོད་པ་མ་སྒོམ་ན་བདེ་སྐྱིད་ཡོང་ཡ་ཁོ་ར་ཡོད་མ་རེད་ཟོ། དེ་ག་ན་ཤིང་གིས། ཕག་ཚོ་འཆམ་མཐུན་ཡོང་ཡ་ཡོད་མ་རེད། སྙིང་ཉེ་བོ་ཡོང་ཡ་ཡོད་མ་རེད། སེམས་ཐག་ཉེ་བོ། ཕ་ཆོས་འདི་ལ་ཡིད་ཆེས་བློས་འགེལ། བརྩེ་བ། ཡོང་ཡ་ཁག་པོ་རེད་བཟོད་པ་མ་སྒོམ་ན། བཟོད་པ་ཟེར་ནི་སྒོམ་པ་ཡིན་ན། མིག་མང་པོ་འཕགས་ཤིང་མིག་གཉིས་ཚུན་ཆད་ལ་ཡང་འཕགས་སོ། སེམས་དང་ཉེ་བར་ཡོང་ཡང། ཡིད་ཆེས་བློ་སྐྱེད་བྱེད་ཡ། ཨ་ནི་ཅིག་གིས་ཅིག་ལ་ཡིད་ཆེས་བྱ་ཡ། འདི་འདྲས་ཡོང་གི་རེད། བྱས་ན་བཟོད་པ་ཟིན་གྱི་འདུག་མིའི་སྤྱི་ཚོགས་ནང་ལ་དཔེ་གལ་ཆེན་པོ་རེད།

ད་དེ་འདྲའི་དེ་ལ་བཟོད་པ་བསྒོམ་དགོས་སོ་བཟོད་པའི་ཉམས་ལེན། ཕར་ཕྱིན་དྲུག་གི་ནི་བཟོད་པའི་ཉམས་ལེན་བསྒོམས་ནས་སྔོན་གནས་མཐའ་གནས་ཀྱིས། ད་དེ་འདྲའི་ཅིག་གིས་ང་ལ་གནོད་ཡ་གལ་མི་འདུག་ཨ། ད་དེ་འདྲ་དེ་ག་ཟེ་རེད། ཁོ་བ་སེམས་ཅན་རེད་ཁོའི་རྒྱུད་ལ་ཁོང་ཁྲོ་ཡོད་རེད་ཁོས་ཁོང་ཁྲོ་དབང་གིས་ང་ལབ་པ་ཁོ་རང་ལ་ལ་ཁོས་ཁོང་ཁྲོ་དབང་གིས་ལབ་པ་རེད་དེ་འདྲའི་ཅིག་ང་ལ་གནོད་ཡ་མི་འདུག་བསམ་ནས་དེ་འདྲའི་ཅིག། སྐུ་རླུང་ཡག་པོ་བཏང་ཐུབ་བ་ཡིན་ན།

གནོད་པ་བྱེད་པ་ལ་ཁྲོ་བར་མི་འོས་ཏེ་ད་འདིར་བདག་གཞན་གཅིག་གིས་རང་ལ་ལུས་ཀྱི་སྒོ་ནས་ཅིག་གདུང་དུ་བཏང་བ་དང་ངག་གི་སྒོ་ནས་ཚིག་ངན་བསླབ་བ་དེ་འདྲས་བྱས་པ་ན་ནམ་སང་ཁོ་ལ་ཁྲོ་ཡ་ཡོད་མ་རེད་ཟེར་བ། ཁྲོ་ན་སྐྱོན་ག་རེ་ཡོད་རེད། སོ་སོའི་རྒྱུད་ལ་སྡིག་པ་བསགས་ཡ། སོ་སོའི་རྒྱུད་ལ་སེམས་མ་སྐྱིད་པ་ཆགས་ཡ། དེ་འདྲས་ཡོང་དུ་བ། ཁོས་ཀྱི་ཚིག་དེ་འདྲས་འདུག་ཅེས་ངག་ལ་བ་ནམ་སང་མ་འཕྲོ་བའི་བཟོད་པ་བསྒོམ་པ་ཡིན་ན། ཨ་ནི་སོ་སོའི་སེམས་མ་སྐྱིད་པར་བྱ་དགོས་ཡ་ཡོད་མ་རེད། ཨ་ནི་སྡིག་པ་བསགས་དགོས་ཡ་ཡོད་མ་རེད་སྡིག་པའི་ཚབ་ན་ཨ་ནི་དགེ་བ་བསགས་ཀྱི་འདུག་ཨཱ། བཟོད་པའི་ཁྱད་ཆོས་འདི་རེད་ཟེར་བ། ད་གཞན་གྱིས་གནོད་པ་བྱེད་པར་དེ་སྔར་གྱི་རང་གིས་གནོད་པ་བྱས་པ་སྐྱེ་བས། གནོད་པ་གནོད་པ་སྐྱེ་བས་ལན་དུ་བྱ་ཞིང། ཁོ་རང་ཡང་ཁོང་ཁྲོ་དང་རང་དབང་མེད་པར་བྱས་པ་ཡིན་པས་གནོད་ལན་དུ་མི་རུང་སྟེ། ད་གཞན་གྱིས་ང་ལ་གནོད་པ་བསྐྱལ་བ་ཡིན་ན། ངས་སྔར་དངོས་གནས་ཁོ་ལ་གནོད་པ་བསྐྱལ་མྱོང་རེད་ཟེར། ཚེ་འདི་ལ་མ་ནས་ཚེ་སྔ་མ་གོན་ཚོ་གནོད་པ་བསྐྱལ་མྱོང་རེད། ད་འདི་གིས་ང་ལ་ཅི་ལན་འདྲ་བོ་ཡིན་འགྲོ་བ་ང་ལ་ལན་འདྲ་བོ་ཞིག་ཡིན་རོགས་སམ། ཁོ་རང་ཡང་ཨ་ནི་ཁོང་ཁྲོ་རང་དབང་མེད་པར་ཟ་བས། བྱས་པས། ཨ་ནི།

ཆོས་རྣམ་དག་སྒོམ་བསྙེན་སྒྲུབ། དེ་འདྲའི་གི་སྔོན་ནས་དགེ་རྩ་ག་ལ་གང་འཚམ་ཞིག་ཡོད་བ་ཡིན་ན། ཨ་ནི་ཕྱིས་སུ་སྟ་གོན་བདག་སེམས་ནི་ཁོང་ཁྲོ་ཤུགས་ཆེན་པོས་ཟ་བ་ཡིན་ན། ཨ་ནི་སྔར་གྱི་དགེ་རྩ། འདས་པའི་ཟབ་པའི་དགེ་རྩ། ད་ལྟ་བ་ཟབ་པའི་དགེ་རྩ། ཨ་ནི་དུས་གསུམ་ཟབ་པའི་དགེ་རྩ་དེ་འདྲའི་བ་དག་གོ། འཇོམས་ཡ་འཇོམས་ཡ་དེ་འདྲའི་གི་དག་ཡོད་རེད་ཟེར་བ་འོ་དེ་གསུངས་ཡོད་ཟེར་རོ།

ད་དེ་རེད་དེ་འདྲས་ང་ཅི་ཡང་ངེས་རྒྱུ་ལ་ད་ངས་སུ་ང་ལ་གནོད་ན་ངའི་ཕ་ཇོ་ལ་ངས་དེ་འདྲས་ཀྱི་ད་བྱེད་མི་སྙམ་པས་བྱེད་མི་སྙམ་ཨ་ཟེར་ནས། གནོད་པའི་གནོད་ལན་འཇལ་མི་ཉན་ཟེར་ནས་ཁོ་ལ་ང་ལ་གནོད་ས་ཕ་གནོད་གོ་ཟེར་ནས་དེ་འདྲས་བྱེད་མ་སྙམ་པ་ཅིག་གོ་རེད་ཟེར་བ། དེ་འདྲས་བཟོས་པ་དེ་རོགས་ད། ད་གཞན་གྱིས་བདག་ལ་གནོད་པ་བྱས་པའི་སྡུག་བསྔལ་སེལ། དྲག་པོ་མྱོང་བ་ནི་ང་རྒྱལ་དང་དྲེགས་པ་བསལ་ཏེ། ད་འདིར་དངོས་ནས་གཞན་གྱིས་བདག་ལ་གནོད་པ་བྱས་ཡོང་དུས་གང་ལ་ཨ་ནི་སོ་སོ་ཀྱི་སྡུག་བསྔལ་དྲག་པོ་མྱོང་དུས་གང་ལ། ད་སོ་སོ་ཀྱི་སེམས་ཁེངས་པ་དང་ང་རྒྱལ་ད་མང་པོ་ཅི་མ། སེལ་གོ་རོ་ནམ་ཡིན་ཁོ། སྡུག་བསྔལ་དྲག་པོ་མ་མྱོང་དུས་གང་ལ། ད་ང་རྒྱལ་དང་ཅི་ད་མང་པོ་ཅི་ཡོང་གོ་རོ། དེ་འདྲས་ཀྱིས་ད་སྡུག་བསྔལ་དྲག་པོ་མྱོང་དུས་ཨ་ནི་སོ་སོ་ཀྱི་ང་རྒྱལ་དེ་ཁེངས་པ། དཔེར་ན་ང་རང།

འཁོར་བ་ལས་སྡུག་བསྔལ་སྐྱེ་བའི་ངེས་འབྱུང། ད་སྡུག་བསྔལ་མི་འདོད་ན། སྡུག་བསྔལ་དེ་སུ་ཡིན་ནས་འདོད་གོ་མར་སོང་སྡུག་བསྔལ་ནི་སུ་ཡིན་འདོད་གོ། སྡུག་བསྔལ་མི་འདོད་ན་དེ་འདྲས་ཀྱི། སྡུག་བསྔལ་བྱུང་ས་ཀྱི་རྒྱུ། ཨ་ནི་མི་དགེ་བ་དེ་དག་ངོ་ཤེས་གོ་རེད། དེ་འདྲའི་མི་དགེ་བ་དེ་རྒྱུ་མེད་རྐྱེན་མེད་ལ་ནི་བྱུང་བ་མ་རེད་བ་གོ། དེ་འདྲས་ཡིན་བ་ཙང་ཨ་ནི་དེ་འདྲའི་རྒྱུ་མི་དགེ་བ་དེ། ཨ་ནི། འབྱུང་བ་ལ་ཨ་ནི་མི་དགེ་བའི་བྱ་བ་ལ་དག་འཇུག་རྒྱུ་མ་རེད་སོ། མི་དགེ་བའི་བྱ་བ་ལ་མ་འཇུག་ནས་ད་དགེ་བའི་བྱ་བ་ལ་འཇུག་གོ་རེ་ས་སོ་སྡུག་བསྔལ་མི་འདོད་ན་བསྡུ་བའི་རྒྱུ་བསྒྲུབ་རྒྱུ་མ་རེད། བདེ་བ་འདོད་དགོས་ཡོད་ན་བདེ་བའི་རྒྱུ་བསྒྲུབ་གོ་རེ་ས་དོན་དག་འདི་རེ་ས། ད་དེ་ནས་ཀྱི་གཞན་གྱིས་གནོད་པ་བྱེད་པ་ལ་བཟོད་པ་སྟོབས་ཀྱིས་ཕྱིན་དྲུག། གཞན་རྣམས་ཀྱང་བཟོད་ནས་འཚང་རྒྱ་བར་གནོད་པ་བྱེད་པ་ལ་བསྒོམས་པས། གདམས་ངག་སྟེར་བས་བླ་མ་ལྟ་བུ། མཐོང་ནས་དྲིན་ཆེ་བའི། བློ་སྐྱེས་པ། སྡུག་བསྔལ་དང་ལེན་གྱིས་བཟོད་པ། གཉིས་པ་དེ་སྡུག་བསྔལ་དང་ལེན་གྱིས་བཟོད་པ། གཞན་གྱིས་གནོད་པ་བྱས་པ་ལ་བཟོད་པ་བསྒོམས་ནས་ཨ་ནི་ཕྱིན་དྲུག་བས། ཕྱིན་དྲུག་བཟོད་པ་གཞན་འདུ་འཛའ་ཡང་ཨ་ནི་ཉམས་ལེན་ཡང་དག་པར་བཟོད་པར་བྱ་བ། སངས་རྒྱས་པར་ཟད། གནོད་བྱེད་ལ་བཟོད་པ་བསྒོམས་པས། གནོད་བྱེད་དུ་དེ་འདྲའི་བཟོད་པ་བསྒོམས་པས། ཨ་ནི་སོ་སོ་ལ་དགེ་བའི་བཤེས་གཉེན་གདམས་ངག་བསྟན་པའི་དགེ་བའི་བཤེས་གཉེན།

སྐད་ཞི་བའི་རྒྱ་བོར་བ། བྱང་ཆུབ་སེམས་དཔའ་འདུ་འཛོམས་ཀྱི་བློ་སྦྱོང་གི་ཉམས་ལེན་སྐབས་སུ། སྡུག་བསྔལ། དང་དུ་ལེན་ཡ། སྡུག་བསྔལ་ལས་ཡོན་ཏན་བལྟ་ཡ། དེ་འདྲའི་ཡོངས་སྐོར་སོགས། སྡུག་བསྔལ་དང་དུ་བླང་བ་ཡིན་ན། ཅི་སྟེ་ངེས་འབྱུང་གི་བསམ་པ་སྐྱེ་ཡ། སྙིང་རྗེ་ཆེན་པོ་མྱུར་དུ་སྐྱེ་ཡ། སོ་སོ་ལ་སོ་སོའི་དོན་དུ་སྡུག་བསྔལ་ཅེས་པ་ཡག་པོ་ཅིག་སྡུག་བསྔལ་ཅེས་མ་མྱོང་ན། ན་དེ་ལ་ངེས་འབྱུང་འཁོར་བ་ལ་ངེས་འབྱུང་སྐྱེ་ཐུབ་ཡ་ཡོད་མ་སོ། ཅི་ལ། འཁོར་བ་ལ་ངེས་འབྱུང་སྐྱེ་མ་ཐུབ་ན་ཨ་ནི་གཞན་གྱི་སྡུག་བསྔལ་ལས་དམིགས་ནས་ཨ་ནི་སྙིང་རྗེ་ཆེན་པོ་སྐྱེ་ཡ་དེ་འདྲ་ཡོང་མི་འདུག་ཨ། ཅི་ལ། ང་རང་ཚོ་ནམ་རྒྱུན་ལྟས་ཟེར་སྡུག་བསྔལ་ལྟས་བྱུང་བ་ན་ཨ་ནི་རྗེ་འདི་ལ་བབས། སྡུག་བསྔལ་དང་ལེན། དང་དང་ལེན་ཡ། ཡོང་མི་འདུག་ཨ་ཟེར་བ།

དེ་འདྲའི་བསམ་བློ་བཏང་བ་ཡིན་ན། ང་རང་ཚོ་རྒྱུད་ལ་སྡུག་བསྔལ་ནམ་སང་སྟེ་བྱུང་བ་ན། སྐད་ངན་ཤོད་ཡ་དེ་འདྲའི་དེ་ཆུང་དུ་འགྲོ་ཡ་གི་དེ་འདྲའི་བསམ་བློ་བཏང་བ་རེད་ཟེར་བ། ད་དེ་འདྲའི་གི་སྡུག་བསྔལ་དང་ལེན་གྱི་བཟོད་པ་ཟེར་དེ་འདྲའི་སྡུག་བསྔལ་དང་ལེན་གྱི་སྡུག་བསྔལ་དེ། སུས་བཟོད་པར་ཟེར་ན། ད་སོ་སོས་འཛུགས་བཟོ་ཡ་མ་གཏོགས་ཅི། ཕ་ཆོས་མི་གིས་སྡུག་བསྔལ་བཟོ་ཉེར་ཡོད་མ་རེད་ཟེར་བ།

ཉུང་དུ་འགྲོ་ཉེན། དུ་རྫོགས་གང་གི་མཐར་གཏོགས་ན། སོ་སོའི་སོ་ཏིག་དུ། ད་སོ་སོའི་སོ་སྐྱོ་དེ། སོ་སོའི་དང་དུ་གླན་ནས། སོ་སོའི་མྱ་ཡ་དང་སོ་སོའི་མྱ་ཡ་རེད། སྡུག་བསྔལ་དང་ལེན་ཡོད་བཟོད་པ་ཟིན་རོགས། བཟོད་པ་བསྒོམ་ནས། དཔེར་ན། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལུས་འགྲོ་དཀའ་བ་བྱེད་པའི་སྐབས་ལ་ད།

སྡུག་བསྔལ་སྡུག་བསྔལ་དང་ལེན་གྱི་བཟོད་པ་དེ་འདྲའི་སྐྱེས་ནས་ཉམས་ལེན་གནང་ཡ་རེད། ཨ་ནི་ང་ཚོ་དཔེ་མཚོན་འདུལ་བ་ཞུ་ཡོང་ན་ཨ་ནི་ཅིག། གཞི་དོན་མེད་ལ་རེ་བ། བླ་མ་མར་པ་ལ་དགེ་ཕྲུག་བརྒྱ་ཕྲག་ཡོད་པའི་ནང་ནས་ཨ་ནི་གཞི་དོན་མེད་ལ་རེ་བ་དེ་དངོས་གནས་དྲན་ཏེ་ཚེ་འདི་ལུས་བརྗེས་ལ་མཆོག་གི་དངོས་གྲུབ་རྙེད་དོ།

དཀོན་མཆོག་གསུམ་དང་སངས་རྒྱས་བྱང་སེམས་ཀྱི་མཐུ་ཡིས་བསམ་གྱིས་མི་ཁྱབ་པ་སྟེ། རྒྱལ་སྲས་ཀྱི་སྤྱོད་པ་དང་སངས་རྒྱས་ཏེ་བྱང་ཆུབ་སེམས་དཔའ་དེ་འདྲའི་ལ། ཅིག། དང། དད་པ་བྱེད་ཡང་བསམ་གྱིས་མི་ཁྱབ་པ། ཨ་ནི་རྒྱལ་སྲས་ཀྱི་སྤྱོད་པ་བདག་མེད་པའི་དོན་ལ་མོས་པའི་སྒོ་ནས་དེ་རྣམས་ལ་ཟབ། བློ་འདོད་དང་ཆོས་ལ་ངེས་སེམས་ཀྱིས་བཟོད་པའི་ཉམས་ལེན། ཞེས་དག་པ་ནས་བྱེད་དགོས། ཆོས་ལ་ངེས་སེམས་ཀྱིས་བཟོད་པ་སེམས་ཉིད་དེ། ཕྱི་དང་ལུས་ལས་ཆེན་པོའི་ནང་ནས་ཟབ་ཆོས་ཁ་ཤས་བཀྲམ་བཞག་ལ་གཙོ་བོ་འདྲ་བོ་སྟེ་ཨ་ནི་སྟོང་པ་ཉིད་དང་ཨ་ནི་ལྷའི་རྒྱུ་འབྲས་དཀོན་མཆོག་གསུམ་ལ་མོས་པ་དགོས་པར་གསུངས། མ་མོས་པ་མ་ཡིན་མཁན། མི་འདོད་པ་མ་ཡིན་མཁན། ཨ་ནི་ཐིག་སྟོང་པ་ཉིད་ཀྱི་དོན་ལ་བདག་མེད་པའི་དོན་ལ་མོས་པ་བྱེད་འདོད་མོས་པ་ཡོད་ངེས། ཨ་ནི་བདག་མེད་པའི་དོན་རྟོགས་འདོད་དང་འདོད་པ་ཡོད་ངེས། འོ་དེ་འདྲའི་ཅིག་ལ་ཨ་ནི་བཤད་པ་འདི་འདྲའི་དག་ཅིག་ལ། ཨ་ནི་ཆེ་ལོ་ངས་སེམས་ཀྱི་ཆུད་པ་དེ་འདྲའི་བརྒྱད།

ནི་རྒྱན་གྱི་མཆོག་རེད། བཟོད་པ་སེང་གེ་འདི་དག་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་རྒྱན་གྱི་མཆོག་རེད། དེ་ག་ན་ཤིང་གི་ཉོན་མོངས་པས། ཉོན་མོངས་པའི་གདུང་བས་ཨ་ནི་པས་ཉོན་མོངས་པའི་གདུང་བས་ཀྱི། ཨ་ནི་སེམས་ཅན་སེམས་ཅན་འདི་དག་ཉོན་མོངས་པའི་གདུང་བ་སེམས་ལ་སྡུག་བསྔལ་གྱིས་གདུང་བའི་སེམས་ཅན་རྣམས་ལ། ཨ་ནི་སྐྱོབ་པས། དེ་ལས་སྐྱོབ་པས། ཨ་ནི་དཀའ་ཐུབ་ཀྱི་ཕུལ་དུ་བྱུང་བ་ཡང་ཨ་ནི་ལ་བཟོད་པའི་ཉམས་ལེན་ཡོད་ན་འདི་རེད། ཞེ་སྡང་ལང་སྤྲོད།

གོ་ཆ་ལ་བཏགས་ཏེ་ཚིག་རྩུབ་རེ་མི་གཞན་ཅིག་གིས་སོ་སོ་ལ་ཚིག་ངན། སྡུག་ཆ་ཞིག་ལབ་པ་ཡིན་ན། ཚིག་གི་མཚོན་ཆ་རེ་བ། མཚོན་ཆ་སྡུག་ཆ་ཞིག་ལབ་པ་ཡིན་ན། སོ་སོ་ལ་སྔོན་ནས་བཟོས་པའི་ཉམས་ལེན་ཅིག་བྱེད་ངེས་ཅིག་ཡིན་ན། ཨ་ནི་སོ་སོས་ཁོ་ཡི་ཚིག་རྩུབ་དེ་སོ་སོ་ལ་ཨ་ནི་གནོད་དགོས་རེད་ཟེར་ན་གནོད་ཐུབ་ཀྱི་མ་རེད། གང་ཡིན་ཟེར་ན་བསགས་པའི་གོ་ཆ་གོ་ཆ་སྲིང་ནས་དཔེར་ན་ང་ཚོ་དམག་རྒྱག་དུས་གམ་ལ་ལུས་པོ་ལ་མེ་མདའ་མ་ཐེ་བའི་དེ་འདྲས་ཀྱིས་ད་གཟུགས་པོ་ལ་གོ་ཡག་ཁྲག་གོ་འདྲ་ཡོང་དོ་འོ་དེ་ན་བཞིན་གྱི། དངོས་གནས་སོ་སོ་ལ་གནོད་དགོས་ཡོད་མ་རེད་མི་གནོད་པའི་རྒྱུ་མཚན་ག་རེད་ཟེར་ན་དངོས་གནས་སོ་སོ་ལ་དངོས་གནས་དྲ་ནས་བཟོས་པའི་ཉམས་ལེན། བཟོས་པའི་ཉམས་ལེན་ཅིག་ཡོད་ཡོད་རེད་བ་འོ་དེ་ཟེར། ད་དེ་ལྟར་བཤད་ནས་དེ་ལྟར་འོ་དེ་འདྲས་ཀྱི་ཕན་ཡོན་བཤད་ནས། དེ་ལྟར་གྱི་ཕན་ཡོན་བཤད་ནས། ཨ་ནི་བཟོས་པ་སྲིང་ཡིན་དེ་ད།

ཨ་ནི་བཟོད་པ་མ་དགོས་མི་དེ་འདྲས་ཨ་ནི་ཅིག་ངན་འགྲོ་རྒྱལ་དེ་འདྲས་གསུང་གི་ཡོད་ད་བཟོད་པའི་ཉེས་དམིགས་དེ་འདྲས་རེད་ཟེར་བ། ད་དེ་ནས་བཟོད་པ་དགོས་མ་ཡིན་ན་ཨ་ནི་ད་ཕན་ཡོན་དང་ཡོན་ཏན་ག་རེ་ཡོད་ཟེར་ན་དབུ་མ་འཇུག་པའི་སྐབས་སུ་བཟོད་པས་མཛེས་ཤིང་སྐྱེ་བོ་དམ་པ་ལ་འཕང་དང་ལུང་དང་ལུང་མི་ཤེས་པ་མཁས་པར་འགྱུར་ཏེ་འོ་ན་ལྷ་མི་དགེ་འདུན་སྡིག་པ་ཟད་པར་འགྱུར། སྐྱེ་བ་སྔ་མ་བཟོད་པ་སེམས་ཉིད་དགོས་མ་ཡིན་ན་ཨ་ནི་ཚེ་འདི་ལ་ཡང་གཟུགས་མཛེས་པོ། ནི་དམ་པ་རྣམས་ཀྱི་དང་འཕངས་པ་དང་ལུགས་དང་ལུགས་མི་མཐུན་པའི་བཤད་པ། ནི། ཚེ་འདི་ནས་ཤི་སོང་ན་ནི་སྔོན་དུ་ལྷ་མིའི་གོ་འཕང་མཐོ་ཡ་དང། ནི་ཞེ་སྡང་ལ་སོགས་པའི་ཁོང་ཁྲོ་ཞེ་སྡང་ཁོང་ཁྲོ་ལ་སོགས་པའི་ཐམས་ཅད་ནི་སྡིག་པ་བསམ་ཚེ། དེ་འདྲའི་གི་དང་འཇོམས་པ། དེ་འདྲའི་གི་བཟོད་པའི་ཕན་ཡོན་མང་པོ་ཡོད་དེ་རེད། ད་ང་རང་ཚོ་མིའི་སྤྱི་ཚོགས་ནང་ལ་བསྡད་པ་ཡིན་ཙང་ཨ་ནེ་ཕ་མི་ལ་བསྟུན་དགོས་ཟེར་བ། ད་ལས་ཀ་ལ་ནས་མིའི་སྤྱི་ཚོགས་ཟ་ན་འཐུང་ན་བསྡད་ན་མིའི་སྤྱི་ཚོགས་ནང་ལ་བསྡད་པ་ཡིན་ཙང་ནས་བཟོད་པ་ཟིན་གྱིན་བསྡད་དགོས་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་ཟེར་བ། སྤྱི་ཚོགས་ནང་ལ་བཟོད་པ་དགོས་པ་ཡིན་ན་ཨ་ནེ་སྤྱི་ཚོགས་ཁོ་རང་འཆམ་མཐུན་བདེ་སྐྱིད་འཁྲུག་པ་སྐྱེ་བ་གལ་ཡོད་མ་སོ། མིའི་རིགས་ཟུང་གཅིག་ཁོག་ལྟ། ལས་དང་ཉོན་མོངས་པའི་ཁོང་ཁྲོ་ཞིའུ་ཅིག་ཟ་ན་ཡང། སོ་སོ་ལ་བཟོད་པ་བསྒོམས་ནས་དངོས་གནས་དྲན་ནས། ཞེས་ཆོས་དང་མཐུན་པའི་བཟོད་པའི་ཉམས་ལེན་བྱེད་བདེ་བ་ཡིན་ན། སོ་སོ་ལ་ཚེ་འདི་དང་ཚེ་ཕྱི་མ། གཞན་ཕན་གཉིས་ཀ་དུ་ཡོང་དགོས་རེད།

མི་ཡ་དག་ཡ་མི། འཇམ་དཔལ་དཔའ་བོ་ཇི་ལྟར་མཁྱེན་པ་དང་སྐུ་མདོག་བཟང་པོ་ལྡན་ཡང་དེ་བཞིན་དེ་དག་ཀུན་གྱི་རྗེས་སུ་བདག་ལུས། རྒྱལ་བ་འདི་ལྟར་དམ་ཅན་རབ་ཏུ་བསྔོ། གངས་རི་ར་བའི་རྒོད་པའི་ཞིང་ཁམས་སུ། ཕན་དང་བདེ་བ་མ་ལུས་འབྱུང་བའི་གནས། སྤྱན་རས་གཟིགས་དབང་ཏིང་འཛིན་རྒྱ་མཚོ། རྒྱ་བལ་སྲིད་སྡེ་བར་དུ་བརྟན་གྱུར་རྗེས་བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་འགྱུར་སྐྱེ་བ་ཉམས་པ་མེད་པར་གོང་ནས་གོང་དུ་འཕེལ་བར་ཤོག།